ང་ཚོ་ད་ལྟ་དཔེ་ཆ་བལྟ་འདོད་པའི་ཁུ་ཐུག་ལས་ཡང་ད་ཅི་ཐག་ནས་བྱས་ན་ནི་རྩ་བ་བློ་ལ་གཟིམ་ཡག་གཅིག་དང་བྲལ་བ་དེ་དཔེ་ཡག་མགོ་རྐྱང་མགོ་ཆེ་ནས་ཀློག་བྱེད་ཐང་པོ་གཅིག་དང་ངེས་པོ་གཅིག་དང་རྒྱུས་ཡོད་ལོན་པ་བཅས་བཟོ་དགོས་པ་དེ་གལ་ཆེ་ནའང་གལ་ཆེ་ཆགས་བསྡད་ཀྱི་རེད། དཔེ་མཁས་ཅན་དཔེ་མཁས་ཅན་དཔེ་མཁས་ཤེས། ལྷག་པར་དུ་གཅིག་ང་ཚོ་དཔེ་ཆ་བལྟ་འདོད་པའི་ཁུ་ཐུག་ལས་ཡང་སློབ་སྦྱོང་དུ་མ་སོང་ན་ག་ཚད་རེ་སོར་དུ་བཏང་སློབ་སྦྱོང་ཐེངས་མ་གསུམ་བརྩི། ད་འདི་ང་ཚོ་ངས་ཉིན་མ་ཆུ་ཆུ་ག་ལེ་དེ་འདྲས་ཞིག་རེད་ད་འདི་ང་ཚོ་བུ་དེ་རིང་པ་ཉམས་ཉོས་པས་རེད་པ་ཡང་ངས་མཇུག་ཞུས་ངས་ཏང་ཞུས་པ་ལས་པ་ལ་པ་ཏང་ཁྱོད་ནས་ཤེས་ཀྱི་ཡོད་མ་རེད་ད། འོ་དེ་ད་ང་ཚོ་ཕ་ཚོས་གཅིག་གི་ཨ་རིའི་དགེ་རྒན་གྱི་ཕྲུ་གུ་མིང་རུས་ཆེ་ཞིག་ཅིག་ཡོང་འདི་ཡོད་ཙང་ངས་དེ་རིང་པ་ཉམས་ཉོས་ཤེས་པའི་སྐད་ཆ་བཤད། དེའི་དཔེར་ལྷག་བསམ་རྣམ་དག་ཅིག་གི་ཐོག་ནས་ཁྱེད་རང་ཚོ་ཕན་རོགས་བྱས་ན་བསམ་ད་ཁྱེད་རང་ཚོ་ང་ཡ་གེ་སྔགས་ཤེས་ཅིག་ཅིག་ཡིད་ཆེས་རེ་བྱེད་ངས་ཁྱེད་ཀྱི་གྱོན་གུད་ཡོད་མ་རེད་ཤིང་གི་ཡོད་མ་རེད་ཏེ།

ཨ་ལེ་སྔོན་ལས་ཡིན་ཡང་ཁྱེད་རང་ཚོས་དཔེ་ཆ་དེ་ད་ཡིན་ནས་མ་རྒྱ་ནག་གིས་ནས་མ་ཁྲིད་འདོད་ད་དཔེར་ན་ངས་འདི་ནས་མ་རྒྱང་ཚོ་ལ་གཙུག་ཏུ་ཁྲིད་ཀྱི་ཡོད་རེད་གཙུག་ཏུ་ཁྲིད་འདོད་ད་ཉིན་མོ་གཅིག་ལ་ཡ་ངོ་ཞོག་གཅིག་ཁྲིད་ཀྱི་ཏོ་ངོ་ཞོག་ཕྱེད་ཀྱི་ཁྲིད་ཀྱི་ཏོ་ཡིན་ན་གཉིས་གསུམ་ཞིག་ཁྲིད་ཀྱི་ཏོ་ག་འདྲས་ཁྲིད་ཀྱི་ཏོ་ད་དེ་དུས་ཡུ་རོ་ཞིག་ལོབ་ཚེ་ཤ་འདོད་རེད་པས་ད་དེ་མ་ཁྲིད་གོང་ལ་ཡིན་ཡང་དཔེར་ན་དེ་རིང་དཔེ་ཆ་ཁྲིད་ཡག་གི་དོན་དག་ད་ག་ལས་བཟོ་མེད་དེ་མ་ཁྲིད་གོང་ལ་ཁྱེད་རང་ཚོས་ཡིན་གཅིག་མིན་གཅིག་མངོན་ཆུང་ཞིག་བྱེད་དགོས་རེད། མི་ཅི་མི་ཅི་མ་ཅི་ཀློག། སྔོན་དུ་བསམ་བློ་ཅི་བཏང། ནས་དོན་དག་ག་རེ་རེད་འདི་ག་རེ་རེད་ཞེས་ན་ཅི་དེ་འབྲེལ་བ་ཡོད་རྒྱུ་ཚོད་ལྟིག་ཅི་ཀློག། ད་ཅི་བསམ་བློ་བཏང་ཤེས་ན་ཀུན་ལ་སྔགས་དང་མ་སུ་དང་ག་རེ་སུ་དང་ས་ཅི་དེ་ཅིག་འགྲོ་ཉུང་ཅི་ཡོད་རེད་ཨ་ལི་སུ་སུའི་གྱེན་ལངས་ཀྱི་ཡིན་ནས་མ་ཨ་འདྲས་འགྲོ་གོ་ད་འདྲས་འགྲོ་གོ་ད་སུ་མ་མ་ལབ་ཁུང་ནས་ཅི་རེད་ཅིག་ཕྱིན་ཚར་རེད་པས། ཨ་གྱེན་ལངས་ཡིན་ནས་མ་སུ་འདི་དོད་ཏིག་ཅི་གསལ་དཀྲུག་རེད་བརྟན་དཀྲུག་རེད་ངེས་དཀྲུག་རེད་གཟབ་དཀྲུག་རེད། འདི་གཉིས་པ་དེ་རེད་ད་རྒྱ་ནག་གི་ནི་མ་གསུངས་ཡོད་ན་འདི་གཉིས་པ་ཅི་བྱེད་ཁྱེད་རས་སྔོན་བྱོན་ཆེ་བ་དེ་དང་པོར་བལྟ། རྒྱ་ནག་གི་ནི་མ་གསུངས་ཡོད་ན་འདི་གཉིས་པ་ཅི་བྱ་འདི་ག་རེད། ད་རྒྱ་ནག་ཏུ་འཛིན་གྲྭའི་དགེ་རྒན་སུ་སུ་ཡོང་གི་རེད་བ། ང་ཚོ་ཐུན་མོང་གི་དགེ་རྒན་བྱེད་ན་ངས་འདི་ནི་མ་ཅི་བྱེད། འདི་གཉིས་པ་དེ་རེད། ད་ངས་འདི་ནི་མ་ལབ་ཚར་བའི་རྗེས་ལ་ཡང་ཁྱང་ཚོ་ཤག་ལ་ཕར་ཕྱིན་ཕྱིན་ཚར་བས་ནི་གཅིག་ལོག་གི་རེད། ལོག་རྒྱུ་གཅིག་རྒྱབ་ད་ངོ་ངས་བསམ་བློ་བཏང་བས་ནི་འདི་འདྲ་བྱས་སོ་རྒྱ་ནག་ལ་འདྲ་ཅིག་གསུངས་སོང་ངས་འདྲ་གསུངས་སོ་རྒྱ་ནག་ལ་ཁུངས་དུ་རྒྱུ་འདྲ་འདི་འདུག་ག་ང་རང་རང་ལ་ཁུངས་ལ་རྒྱུ་འདྲ་འདི་ཡོད་ད། ཁ་འབྲལ་བྱ་སྲོལ་དུས་ཕྱིས་ནས་ཐེངས་མ་གསུམ་དང་དཔེ་ཆའི་དོན་དག་གཅིག་ལ་ཡང་ཐེངས་མ་གསུམ་བརྩད་ཀྱི་ལྟ་སྤྱོད་སྐྱེ་བཞིན་ནི་ངེས་པའི་འོག་ཏུ་ཆགས་འདུག་རེད། དེ་ཙམ་གྱི་འགྲིག་གི་རེད་བས་སེམས་དེ་ཙམ་གྱི་འགྲིག་གི་དེ་མ་རེད་དེ་ད་ལས་ཅིག་ལྟ་སྟངས་ལ་བྱས་ན་ང་ཚོས་ད་ལྟ་ཚར་གསུམ་གྱི་སུ་ཞིག་བྱ་ཐུབ་ཀྱི་ཡོད་དམ། དོན་དག་གང་གི་ཚར་གསུམ། དེ་བཞིན་དུ་ཡིན་ནས་མང་གཅིག་གི་འགྲེལ་བཤད་རྐྱང་གི་གཙང་བ་ཡིན་ནས་བྲལ་བྲལ་བ་ཡིན་ནས་བྲལ་ཡིན་གཅིག་མིན་གཅིག་གི་དགེ་རྒན་ཡིན་ནས་མ་རྫུ་འཕྲུལ་ཅན་ཡོད་དེ་དེ་བློ་ལ་ཤར་བ་ཅིག་བཀོལ་ཏེ་གལ་ཆེན་ནང་གལ་ཆེན་ཆགས་ཐུབ་ཀྱི་ཡོད་དམ། ཡིན་གཅིག་མིན་གཅིག་བློ་ལ་ཤར་བ་ཅིག་བཀོལ་ཐུབ་ཀྱི་ཡོད་དམ། ཨ་ནི་འདི་ལོག་ལ་ཤར་འདུག་སྟེ་དེའི་གང་ལ་ཡང་སུ་སུས་ཅིག་ལུང་དང་རིགས་པར་བྱེད་ཀྱི་སྟེང་ནས་དེའི་རྒྱབ་དཔུང་ལ་བྱེད་ཅིག་དེའི་རྒྱབ་ལྗོངས་ལ་ཅིག་བཙལ་ཡག་ཅིག། གལ་སྲིད་ང་ཚོ་ལས་བྱེད་ཉི་མ་ཁྲི་ཡིན་པའི་ཁུ་ཐུར་ལ་ཡང་དོ་ནག་ཏོག་ཏོག་འདིར་གདའ། ད་འདིའི་རྒྱབ་ལྗོངས་ལ་དེའི་ཁུངས་ལ་དེའི་རྒྱབ་རྟེན་ལ་ཡང་ཇེ་རུམ་གྱི་ཁུངས་དེ་དྲངས་པར་གདའ། ད་དེ་དང་འབྲེལ་བའི་ཡུལ་དེ་ཅུ་གཅིག་ལ་ཡང་ཡང་འདི་དྲངས་པར་གདའ། གལ་སྲིད་ང་ཚོ་ཁྲིད་ཡིག་འདི་ལྟ་བུ་འདུག་ཟེར་བསྡད་ཀྱི་འདུག་གོ། འོ་དེ་སུ་རེད། ད་ང་ཚོས་ཇེ་རུམ་ལ་ཕྱིན་ནས་ལན་ལྡོན་བྱས་ནས་དཔེ་ལྟ་སྒུག་ཡོད་ཙང།

འདི་གལ་ཆེན་པོ་རེད། ཡིག་ལུགས་ཕུ་ཐག་ཆོད་པའི་ཤེས་རབ་ཀྱི་གཡོ་མེད་ཤེས་ནས་བཏང་ནས་བསྐྱོད་ནས་མི་གཟིགས་གདོང་ཅན་རིན་པོ་ཆེ་གི་ཡིག་ལུགས་ཕུ་ཐག་ཆོད་པོ་ལྟ་བསྐྱོད་ནས་པོད་ཐག་རྦད་དེ་ཆོད་སོང་ན། ད་འདི་མོ་འདི་གྲོ་སོ་ཁྱོན་ན་མི་འདུག་ད། རྗེ་རིན་པོ་ཆེ་ངས་དེ་ནས་བཟུང་ཤ་ཁེ་རིན་པོ་ཆེ་ངས་དེ་ནས་བཟུང་ཤ་རྒྱལ་རིན་པོ་ཆེ་ངས་དེ་ནས་བཟུང་ཤ་རྒྱ་འདྲེ་ནི་ལས་དེ་འདྲས་དེ་འདྲས་འདུག་དཔེར་ན་ཁེ་སང་ང་ཚོ་ཆ་ཚང་པ་ཡིན་ན་ནི། རྗེ་བཙུན་བྱ་འགུགས་ཀྱི་དེ་འདྲས་འདུག་སློབ་དཔོན་ཐོགས་མེད་ཀྱི་དེ་འདྲས་འདུག་དབྱིག་གཉེན་གྱི་དེ་འདྲས་འདུག་བློ་གྲོས་བརྟན་པའི་དེ་འདྲས་འདུག་ཕྱོགས་གླང་གི་དེ་འདྲས་འདུག་ཆོས་གྲགས་ཀྱི་དེ་འདྲས་འདུག་རྗེ་རིན་པོ་ཆེ་ཁོ་རང་གི་འདྲས་འདུག་ཅེས་བཤད་ནས་ཏུའུ་ཅེས་གསུངས་ཡོད་དོ། ཡང་སྒོ་བཞི་བོ་ཕྱིར་དོང། ཨ་ནི་ཞུ་བོ་སྟེ་གཅིག་ཐང་ཆོད་དུ་སྐྱོ་དགོས་དོན་དྲི་གི་དོང་དག་གཅིག་ལས་ཡ། ད་ང་དུ་གོམས་དྲི་དེ་ཡང་ཐེར་ཐོད་བསམ་སྒོམ་གསུམ་ཟེར། འོ་དེ་ལྟ། དེ་ཡང་མ་འདྲེས་པར་གཞི་གི་དེ་ནས་གྲོགས་རེ་ཤི་ནས་འོ་དེ་ཐེར། གོ་སྲིད་ང་ཚོ་སུ་སུ་ངོ། གང་ཟག་གཅིག་གི་རྒྱུད་ལས་ཡང་དུམ་གསུམ་ངོ་བོ་ཐ་དད་དུ་ཡོད་པ་ཁས་ལེན་ཅིང་དགེ་བའི་ལུགས་སྲ་འཛིན་པའི་གང་ཟག་དེ་དགེ་ལུགས་པའི་ཚིག་ཉིད་ཤེས་པར་བ་ད། སྐྱབས་སེམས་འདི་དཔེ་ཆ་མང་པོ་ཅན་ལ་དོན་དང་འདྲི་གྱུར་ཏེ་དུ་དོག་དོག་བྱས་ནས་སུས་གསུངས་དོན་ཡིན་འདི། དྲེད་མོང་གིས། ང་ཚོ་ད་ལྟ་གོང་མ་གི་སྐྱབས་ཆེ་ད། ཁང་བཟང་དོག་ཞག་འོག་འཁོར་ད་ཁོང་ལྷས་བསགས་རེད། ཞེ་བོ་ཅིག་བླ་མ་རྩ་ཆེན་པོ་ཆེན་པོར་བ་བླ་མ་གྲུབ་དོག། དེ་གྲུབ་ཆེན་གསང་མི་རྒྱབ་ཞེ་བོ་ཞིག་འོག་ཁོང་གི་ད་དོག་དོག་བྱས་ནས་སུས་གསུངས་དོན་ཡིན་འདི་ཁོང་རེད།

ཨེ་ནི་རྩ་འགྲེལ་ག་རེ་ནས་དང་སྐབས་སུ་སུ་ཁོ་རེ་ཁ་ཐུག་གི་སླད་དུ་ཀྱང་གི་དོན་དག་དེ་ཡིན་གྱི་མི་འཇིག་གི་ཅིག་རག་བྱེད་དགོས་པ་ཨེ་ནི་དེ་རིང་པི་ཏྲི་ལ་སླད་དེ་བ་ཁ་ཐུག་ལ་ཁོ་རེ་དོན་དག་དེ་རག་མ་སོང་ན་སེམས་ཉིད་དེའི་རེག་མོ་སྣང་གི་དེའི་རེག་མོ་དེ་ཆེད་འདི་དོན་མ་ཤེས་པའི་སྐྱ་རྒྱ་ཙག་ཙག་ཅིག་བྱེད་པི་ཏྲི་ཉིན་མོ་དང་པོ་གཉིས་ཀ་དེ་རག་ཡོད་མ་རེད་བ་དེའི་ཅིག་ཚོད་ལ་མ་ཚོད་རེ་ཅིག་གང་ལ་ཡ་གོ་ཚོད་ལ་མ་ཚོད་རེ་གང་ཕྱིན་པ་རེད་བ་ཉི་མ་དེའི་ཐུགས་ཤིན་སོང་ངོ་གསུམ་པའི་ཐུགས་ཤིན་སོང་ད་རེས་བདུན་ཕྲག་དེ་ཆ་ཚང་ཐུགས་ཤིན་སོང་ངོ། ད་ཞུ་གུ་དེ་འཕུར་ཕྱིན་ཚར་ཚར་དབུ་མ་སྒོ་ཙུག་འགུལ་སུ་ཙོ་འོ་ད་ནི་མ་ཤེས་པ་ཀྱང་ཀྱང་ཙག་ཙག་བྱེད་ད་གྱོང་ཞིབ་བྱེད་རེད་བྱེད། ཐེངས་མ་དང་པོ་དེ་དཔེ་ཟབ་ཟབ་སིལ་སིལ་བྱས་ནས་ཅིག་གོ་ཐུབ་རེད་བྱས་མ་བྱུང་མ་དང་པོ་དེ་གོ་ཐུབ་རེད་བྱས་ནས་གཉིས་པ་གུག་གསུམ་པའི་གུག་རེད་ག་སུ་དོག་དཔེ་ཆའི་གཞུང་ཆེན་མོའི་དོན་དག་ས་དེ་གཅིག་གང་ལ་གཅིག་ཙག་གཅིག་གང་ལ་གཅིག་ཙག་བྱེད་ཙག་ཙག་བྱེད་དཔེ་གྲོགས་གཉིས་ཀྱང་ཀྱང་རེད་མ་ཏོག་ཅིག་དེ་དང་མ་འབྲེལ་པར་གཅིག་གི་ཐོག་ནས་ཁྱོན་ནས་ཡོང་མ་ཏེ། རྩིག་པ་རྩིག་པ་དེ་གཅིག་པ་གཅིག་རྐྱང་རེད། དང་པོའི་རྩིག་མ་དེ་ཡག་པོ་ཆུང་མ་ཆུང་མ་དེ་གང་གི་དེ་ཡག་པོ་ཡོད་མ་དེ་གང་གི་དེ་ཨ་ནི་ཁང་པ་ཡག་པོ་ཁྱོན་ནས་ཡོང་གི་མ་རེད་ད་ཁང་པ་ཉེན་ཁ་ཆེ། དེ་ན་སྡོད་ནུས་ཡག་ཡོད་མ་རེད། ཞུ་བོ་ཚོན་དང་གར་ཆས་ཞིག་ནས་སྡོད་ནུས་ཡག་ཡོད་མ་རེད། རྩིག་པ་ནི་པའི་ག་ས་ག་ནས་པའི་གཅིག་བྱས་གི་གཅིག་གཅིག་པའི་བྱས་གི་བྱས་གི་བྱ་དང་ཉི་མ་གཅིག་ཐོབ་བྱ་ག་བྱ་ལ་ཡག་བྱ་བ་དང་ཡག་ཉིས་གཅིག་ལ་ཡག་རི་ལ་གི་ལ་ས་ག་ཆས་ཤེས་ཨེ་ས་བ་རེད་གཉིས་ཁུག་པའི་ག་འདི་རིག་ག་ཆས་ཤེས་སུ་ཐག་ཆོད་སུས་གི་རེད།

སོ་སོའི་ནང་གི་སེམས་ཀྱི་ནང་གི་གཅིག་གོ་བ་རེ་རིག་པ་རེ་ལུང་རེ་ལྟ་གཅིག་ག་འདྲས་ཀྱི་གཅིག་གོ་རིག་ལུང། ག་འདྲས་ཀྱི་དང་ག་འདྲས་ཆོད་པར་བྱ་ཚོད་མེད་ནི། དེ་ཐམས་ཅད་ལ་གང་གི་ཡར་སྟོན་བྱེད། ལྟ་གཅིག་དོང་རྩལ་ངོ་བཙལ་དུ་ཆགས་སྡང་བྱེད་ལྟ་ནང་དྲོད་ཕྱི་ལུས་ཆགས་སྡང་བཏོན་ནས་བསླབ་པ་དང་ཤུགས་ཆེན་པོས་བཏོན་པས། ང་ཚོར་འདིའི་གསུང་སྟངས་དེ་འདྲ་ཡོད་ལྟ་སྙེ་མ་རྒྱལ་རོམ་ཆེན་གྱི་ལྟ་ཞི་བོ་ཅིག་གསུང་གི་ཡོད། ཆོས་རྣམས་ལ་ལས་འདས་པ་ཀུན་ཏུ་ལྟ་ཐམས་ཅད་ཡང་བཤགས་མ་བཤགས་འདྲེས་བྱེད་འདོད་པ་ཀུན་ཏུ་ལས་འདས་དོ་དེ་ནམ་རྒྱུན་མི་དེ་རེ་བས་བཤགས་ཤིག་གོ་རེ། མོ་གཅིག་ཕྲུ་གུ་སྦྱོར་རྟགས་ཚེ་ཤུགས་ཆགས་སྦྱོར་སྐད་ཆགས་སྦྱོར་ཆོབ་ཚ་མདོག་ཁ་སྦྱོར་ཞི་བ་ཆེ་ཧ་ལམ་གཅིག་མི་གཉིས་ཆ་རེ་གཉིས་སོ་བཞི། ནམ་རྒྱུན་སྙེམས་ཆུང་ཡག་པོ་ཞི་བ་ཆེ། མི་དེ་ནམ་རྒྱུན་མི་དེ་རེ་བས་ཆ་གཅིག་ཨོ་དེ་ཡིན་སེམས་མ་རེ་བ་སེམས་གཅིག་ལྷ་རེ་གཅིག་ཞི་བ་གཅིག་གཅིག་མ་འདྲ་གཅིག་ཤུགས་རྒྱུ་ཡི་དེ་མགྱོགས་སོ་བཞི་འོ་འདྲ་གཅིག་གོ་རེ་གསུམ་གོ་དང་བ།

ད་རྟགས་སེ་ཅིག་བཏང་འདུག་དོ་གཅིག་ཞུགས་དེ་ལས་སུ་ཆི་མ་འདྲ་རེ་ཞུ་ཕྱིས་ནམ་རྒྱུན་གྱེན་དེ་དེ་བས་སེར་ཅི། དེ་ནི་ཆོམ་རྒྱག་ཚགས་སྦྱོར་ས་ལག་པ་དུང་དུ་སྐྱེད་ཚགས་སྦྱོར་ས་སྟབས་ཡོན་ཏན་ཅིག་ཡ་སྐྱེད་ཆགས་སྦྱོར་ས་ཆོབ་དེ་སྐྱིད་དུ་བ་ཆོབ་དགུ་ཡ་དུང་དུ་ཚགས་སྦྱོར་ས་པ་སྐྱེད་ན་ཧ་ཅང་ལེགས་ལ་ཆེ་རིག་པ་བསགས་མདོག་དཀར་སོ་རྟགས་སེ་ཤུགས་ཆུང་པོ། འོ་དེ་བཏང་དགོས་ད་རྟགས་སེ་བཏང་འདུག་དུ་བཏང་དགོས་རེད།

ཏང་གསལ་སྟོང་དུ་ཆུ་ལ་ནགས་ལས་དེ་བས་དགུ་ཏུ་དང་ཐམས་ཅད་ཡང་ཤ་མ་ཤ་བྱེད་དེ་བས་དགུ་ཏུ་ལ་ཡང་ཉག་མའི་ཅིག་བྱེད་མ་ས་ད་དེ་སྟེགས་ཚུལ་ཁྱོད་ནི་མ་ཤོད་ཨ། འདི་དཔེ་ཚངས་པ་ཆེན་པོ་རང་རེད་ད། ང་ནི་ཚངས་པ་འོ་ཚངས་པ་ཆེན་པོ་འོ་ཟིག་ཟེར་བ་འོ་དེ་རེད་ཚངས་ཆེན་གྱི་གྲིབ་རེད་གཡོ་སྒྱུ་རེད། མེ་ཡོན་རེད་ད་དེ་དཔེ་ད་ག་ཟེར་བ་ད་ལྟ་དེ་ཡུལ་ཤེས་བྱའི་གཏན་ལ་ཕབ་ནས་དོགས་གཅོད་བྱེད་དེ་གི་ཡ་རེད་དེ་གི་ཏུ་ལ་ཉམས་ལེན་གྱི་སྐྱེ་བྱེད་རེད་ཁྱེད་ནི། ཉམས་ལེན་བྱེད་བྱེད་ཅིག་ད་ས་ཁྱོད་ནི་སྟོང་མ་གོ་ལ་ཁྱེད་རང་དེ་མ་ཡོན་ད་ཅིག་རེད།

ཚ་ཚ་རེད། ཨ་མདོའི་རྒྱལ་སྤྱི་འདི་མ་སོང་དར་ཧྲ་ནི་མ་རེད་ཟེར་རེད། ད་ཆོ་ཁྱོད་ནས་བྱུང་དུས་འོག་མར་བཏགས། ད་ཡག་མ་སོང་ཟེར་རེད། ད་བ་ལང་ཚ་ཚ་རེད། འོ་ཏང་ཚ་འདུག་ན་འོ་དུ་སིན། ཏང་གི་ཚུགས་དུམ་རྒྱག་གིན་ད་འདི་ག་ཚེ་རེད། རྒྱལ་པོ་རེད་པས། དེ་གཅིག་ཡིན་ད་རྒྱལ་པོ་གཅིག་བྱས། ད་པེ་ཅིན་སིམ་ཡག་དང་གུ་བེ་ཏི་ང་ཚོ་ད་ལྟ་པེ་ཅིན་སིམ་ཡག་དང་སྐྱོར་སྦྱང་བྱེད་ཡག་སོགས་དོ་དོ་ཡག་པོ་ཞེ་བོ་ཅིག་ཅིག་གོ་ཐིག་གི་ཡོད་རེད་ད། ག་ཚོད་ལོ་ཚོད་ཐོག་ཕྱོགས་གཅིག་ནས་ང་ཚོ་ཅིག་པེ་ཅིན་སིམ་གུག་གོ་རེད་གཉིས་ནས་སྐྱོར་གུག་ཡོད་རེད། དེའི་ཚེ་སྐྱོར་གུག་ཡག་དེ་གལ་ཆེན་པོ་ཞེ་བོ་ཅིག་ཆགས་ཐིག་གི་ཡོད་རེད། དཔེར་ན་ད་ལྟ་ང་ཚོ་གནམ་བདག་ལོ་རྒྱུས་ནང་དུ་བལྟས་པའི་ནི་ལས་ད་ལྟ་གད་སྙིགས་མ་ཅན་ཚེ།

དང་སྐར་མ་གཅིག་གསུམ་གོ་འདུག་སྨིན་དྲུག་གཅིག་ཅེས་མ་གཏོགས་སྐར་མ་གཅིག་གཅིག་ཟེར་ཞིང་དེ་དུས་འོ་དེ་འདྲ་ཞིག་གསུང་གི་འདུག་ཨ། ཕལ་ཆེར་དེ་ཤག་ཆེ་ན་ཕལ་ཆེར་དང་པོ་དེ་ཕྱེད་ཀ་དང་པོ་དེ་ཡིན་འགྲོ་གི་ཡོད་ས་རེད། ཨ་དེའི་གྲོས་ཚོགས་དེ་ཐོག་ཁ་ཐུག་ཤག་ལ་ཕ་མ་ཕེབས་ཤེས་ཨ་ནི་ཁ་ཐུག་དེ་ནས་ཕ་ཕ་འགོག་པ་རེད་དེ་གང་ལ་ཕ་ཕེབས་ཤེས་ཨ་ནི་ཕི་ཀའི་ཚ་རུས་གསུང་འདུག་ཨ་ལེ་ཤིང་མི་སྐྱོག་སྟེ། ལྷ་པོ་སྟོན་ཀ་ཡང་འོ་ཞིབ་ཏུ་གསུང་འདུག་སྟོན་ཀ་དག་དགྲ་གི་སྐྱེ་ལི་ཡ་ཕལ་ཆེར་རོབ་ཏུ་ཐུག་གི་འདུག་གསུང་འདུག་ཨ་ཟེར་གི་འདུག། ཨ་སྤྱི་དང་ལེ་ཤིང་ཉི་མ་ཐུག་རུ་ཟིན་ཤོས་ཟ་འགོ་སྐྱོན་ཁྱོད་ནས་ཡོང་བར་ལྟ། ཨ་ཁུ་གྲོ་ལ་མ་གྲོ་ཕྱི་སེར་ཀི་དུ་ལི་དུ་དུ་དུ་དུ་དུ་ཅིག་རྒྱ་གར་གི་དེ་འདྲས་ཀི་བི་ཇི་ལི་དེ་འདྲས་ལག་ཞུ་མ་ཡང་གོ་དེ་འདྲས་ཡོད་ས་རེད་ཨ་དེ་འདྲས་པ། ཨ་ཁུ་ར་ཀི་དུ་མ་འདྲས་པ་ཀི་དུ་དུ་ཁུ་ར་པ་སྟེ་མ་སྟེ་ཡང་དུ་དུ་བ་སེ་ཡ་སྐྱོ་ནི། ཨ་སང་ཉི་ཕི་ནས་ཞོགས་པ་སྔ་མོ་ནས་ཆུ་ཚོད་ཆུ་ཚོད་ལྔ་པ་ཏག་ཏག་ལ་འདི་ཞོགས་ཚོགས་ཡོད་རེད། ཆུ་ཚོད་ལྔ་པ་ཏག་ཏག་ལ་ཞོགས་ཚོགས་ཡོད་དུ་དུ་ཨ་ནུ་ཞོགས་ཚོགས་ལ་སུས་ཕེབས་ཡོད་རེད། དེ་ནས་འགོག་པར་གནས་ཚུལ་ག་དུས་ཚོད་འཕེལ། དེ་འོག་སུ་ཐེངས་མ་མང་པོ། ཐེངས་མ་མང་པོ་གསུངས་ཐོག་ཞོར་རིས་སྤྲོས་པ་དག་ག་དུས་འགོག་པར་ལ་བ་ཙ་ཞེས་བུ་གུའི་ཚུལ་དེ་དགེ་རུམ་གྱི་སྐུ་རྐྱང་ཅང་མ་རིས་གསུང་གི་ཕྱོགས་ཏུ་ཡོད་གསུང་ངོ་དེ་འདྲའི་བོད་ཀྱི་དུག་རིགས་རྒྱབ་ཏུ་ཉེ་འདི་ཕྱོགས་ཏོག་དང་ཞོགས་པའི་ཆུ་ཚོད་ལྔ་བའི་ཚོགས་དེ་ཡིན་ཅེས་མི་ཞིག་སྒྲོག་གི་ཡོད་རེད། ཆུ་ཚོད་ལྔ་བའི་ཚོགས་དེ་ག་ས་ལ་རིགས་ཐོག་ཐུག་པ་ཞིག་བཏང་དགོས་རེད་དེ་ཤ་ང་ཚོ་བླ་སྡུག་ས་རེད། ཕུ་བོ་ཙམ་དུ་སླ་བ་སླ་བོ་ཞིག་བཏང་གི་ཡོད་རེད་ད། ད་དེ་མ་རག་པའི་ཡིན་ན་ནི་ཉི་མ་གང་བྱེད་དང་གཏོགས་ཡོད་མ་རེད་ད་དེ་རྙེད་རྒྱབ་ཀྱི་དེ་དཀྲུག་བྱེད་དང་ཚོ་བོ་ཆེན་མོ་གནང་དགོས་པ་དེ་རྒྱུ་མཚན་དེ་དེ་རེད་ད། དེ་ཉི་མ་གང་གི་ལྟོས་གོ་ཆོད་ཡང་དེའི་སྒང་ལ་མི་གྲྭ་ཚང་གི་དོ་བ་གཅིག་གྲྭ་ཆེན་དེ་འདྲས་དང་ཁམས་ཚན་གྱི་སྟབས་ཆེན་དེ་འདྲས་ཡོད་ན་ནི་གཅིག་རེད་མ་གཏོགས་གཅིག་གིས་ད་གྲྭ་ཆེན་མེད་ན་ནི་ཨེ་ན་ད་ནང་ཞོགས་པའི་གི་དེ་དེ་རེད་ད། ཐུག་པ་དེ་རེད། ཐུབ་ན་ཡོང་མ་རེད། ཨ་ད་རང་ཞོགས་པའི་ཞོགས་ཚོགས་བྱེད་ཅེས་ཐུགས་ཁུར་ཅིག་བཏང་དགོས་ཐུགས་ཁུར་དེ་མ་བཏང་ཅེས་དེ་ཆེད་ཚོགས་གྲོལ་ས་སམ་ཞོགས་ཆོས་རེད་ཞོགས་པའི་ཆོས་ར་རེད། ཁྱོད་རང་ཞོགས་པའི་ཅིག་དང་དགོན་བདག་ཅིག་ཉིང་ཁུ་པོར་འདུག་ད་དེ་ཆ་ང་ཚོ་ཞོགས་པའི་གི་རྩིས་ཤིག་དེ་ཉིང་ཁུ་ཆུ་ཚོད་བཞི་པ་གི་འདུག་དེ་ཚུལ་ཐན་པ་རེད་པ། སྙན་མ་བྱས་ན་ཞོགས་པའི་ལ་ཕེ་ཆེན་དེ་རིང་སྐད་ཚིག་ཆེ་ན་ང་ཚོ་ཆུ་ཚོད་དགུ་པ་དེ་ཡིན་འདུག་བ་ཡིན་ས་རེད། ཆུ་ཚོད་དགུ་པ་བརྒྱད་དེ་ཆིག་གི་དེ་ཡིན་འདུག་བ། ཞོགས་པའི་ཚོགས་གྲོལ་ལ་མེད་ན་ལམ་སང་ཆོས་ར་རེད།

ང་ཚོས་ཡིད་ཆེས་བྱས་ཆོག་པ་ཞིག་ནམ་རྒྱུན་དཔལ་སྤྱི་མེས་ནས་ཡོད་དོ་འདོགས་སུ་འབོར་ཤོག་སུ་ནམ་རྒྱུན་ལུགས་སུ་ཆུ་ལ་ཡོང་མར་བལྟ། དེ་ནི་ངས་བྱས་ཏེ་མཐའ་ན་ཞི་མ་ཕ་ཤ་ནས་པར་སྐྱ་ས་ཅིག་སྐུ་པར་བཀྲོལ་སྲིད་ལ་དོ་དེ་ཅིག་ད་རུ་ཁྲི་བོའི་སུ་འདྲ་ཅིག་རྫིག་པོ་འདྲ་ཟོས་མེད་ལམ་སང་སྐབས་དེ་འདྲ་ཡིན་ཞེས། དེ་འདྲའི་གི་ཅིག་བླ་མ་པིཀི་པོས་བདག་པོ་བྱེད་ཞེས་ཕུ་ལུ་ལུས་གསུང་གི་འདུག་བ། དེ་མ་ཕྲད་ན་འདི་ད་ཚོ་ང་འདིའི་ཚད་ས་མེད་ཟེར། དེ་འདྲའི་སྐུ་ལས་སྐྱོན་པའི་གསུང་གི་འདུག་བ།

ང་ཚོ་ག་ལེར་འདི་བྱ་གོ་དང་འདི་དགོས་པ་དེ་འདྲ་མེད། ཐང་བཅུ་པོ་དེ་གལ་ཆེ་ཤོས་གནང་གལ་ཆེ་ཤོས་དེ་ག་འདྲ་ཞིག་གོ་རེད་ཟེར་ལ་དེ་དུས་རྒྱུན་དུ་ཕི་གེ་གཅིག་གི་ཏང་རྟགས་གསལ་གཏོང་ཟེར་ཟིན་ནས་མི་འདུག་ཅེས་བགྲོ་གླེང་བྱེད་ཟེར་ཟིན་ནས་མི་འདུག་གནད་འགག་ཐུག་ཡིན་པ་ཁུ་ཐུག་ལ་ཡང་དྲིལ་སྒྲོག་བྱེད་ཟེར་ཟིན་ནས་མི་འདུག་དེ་འདྲ་གི་ཆོས་གྲོགས་ཡག་པོ་ཞིག་གོ་ཐིག་ཡོད་ད། ཏང་ཕྱོགས་གཅིག་ནས་ཆོས་གྲོགས་རེད་གཉིས་ནས་གཅིག་ཕི་གེ་ལ་ལོ་དགེ་རྒན་རེད་གསུམ་ནས་དགེ་རྒན་གྱི་སུ་རུ་བྱས་རེད་དེ་འདྲ་གི་སུ་རུ་གཅིག་བྱས་ཅེས་ད་ཆོས་གྲོགས་ཡག་པོ་ཞིག་སྤུས་དག་པོ་ཞིག།

བརྩོན་འགྲུས་འདི་ཡིས་བརྩོན་འགྲུས་འདི་ཡིས་བརྩོན་འགྲུས་ཕ་ཆོས་ལ་ཡར་སྐྱེ་བའི་བཞིན་དུ་ཞིག་བྱ། འདི་ཡིས་ཚུར་ཆོས་ལ་སྐྱེ་བའི་བཞིན་དུ་ཞིག་བྱ། ད་གཉིས་ཀ་བློ་གི་དོན་དག་རང་དང་དཔེ་ཆའི་དོན་དག་རང་དང་གཤིས་རྒྱུད་བསྡུར་ཡ་ཁོ་ནའི་ཆེད་དུ་སྐད་ཅིག་ལྟ་ས་མ་བཏང་རྗེས་ཕར་ཚུར་ཁྲིད་གཏུགས་ཅི་བྱ་ལྟ་ས་དོན་ཡ། ད་ནམ་རྒྱུན་དུས་རྒྱུན་དུ་བརྩོན་འགྲུས་འདི་སུ་སུ་ཕ་ཆོས་བརྩོན་འགྲུས་སྤྲོ་བ་ཅི་དང་ཆོས་གྲོགས་དེ་ག་སུ་ལ་འདུད་དོ་གཞུག་གུ་གཞུག་གུ་ལ་ཡིན་ཡང་ཁྱེད་རང་གཉིས་ལ་ཡང་ན་ཅེས་ཉེ་སེར་ན་ལས་ཅེས་གྲོགས་ལ་མི་ཁུ་ཐུག་ལ་ཡང་ཁོས་བསྙེན་བཀུར་ལ་ཡོང་ཅེས།

ང་ཚོ་གྲྭ་སེར་ལ་ལས་དེ་མིན་གཞི་ཕྱི་ནས་ཕི་གེ་གཅིག་ལྟར་འདུག་ལ་ལོ་དགེ་རྒན་བྱས་རྗེས་ཕི་གེ་བཀའ་འདྲི་ཞུ་ས་དོགས་གཅོད་ཞུ་སའི་དགེ་རྒན་བྱས་རྗེས་ང་ཚོ་གྲྭ་ས་གང་ན་ལ་ཡོད་དེ། དེ་རིང་གི་སང་ང་ཚོ་སེ་འབྲས་ལ་མེད་མ་གཏོགས་ཅི་གི་འབྲེལ་འདུག་བྱས་ས་དང་ལ་ལོ་དགེ་རྒན་དེ་ཚིག་གི་གོ་བ་ལེན་ཆོག་བཅུག་གོ་ཅི་མེད་པ་བྱས། ཉམས་ལེན་བསམ་བློ་གཏོང་ཆོག་ཤི་རྒྱུ་དུས་ཐང་གི་ཐོག་ལ་ཡ་བྲིས་འདུག་བྱས་སའི་དགེ་རྒན་གཅིག་དགེ་རྒན་གཅིག་མི་གཅིག་ཅེས་བཀོད་སྟེ་གི་འདུག་ངས་ཁོའི་སེམས་ཡོད་ཞུས་སོང། ད་ནི་གནས་ག་ལུ་ཁྱེད་རང་ཚོ་སྟོད་བུ་ཆུ་ཆ་ཚང་མས་དེ་ཕལ་ཆེར་ལགས་ཀྱི་ཐུག་ཡོང་བ་རེད། ག་ས་ལ་ལྟོས་དོ་གཤིས་རྒྱུད་བསྡུས་ཡག་ག་ལ་ཡག་དེ་ཙང་གི་དོ་སྣང་ཡོད་མེད་དེ་ཙང་གི་བསམ་བློ་དེ་ངོ་དེ་ཙང་གི་ལས་ཀ་ད་ལྟ་འགོ་བཙུགས་རྒྱུ་རེད། དེ་ལས་ཀ་དེ་འགོ་བཙུགས་རྒྱུ་གསུངས་ཙང་ལས་ཀ་དེ་འགོ་བཙུགས་ནས་ཅིག་ཁ་ཚ་དགོས་གཏུགས་དང་དཀའ་ངལ་དང་འདི་དང་མ་སོ་ཕི་གི་དང་མ་སོ་ས་དེ་རིགས་ཀྱི་བསམ་ཚུལ་དེ་ཁྱོན་ནས་ཡོང་གི་ཡོད་མ་རེད། དེ་ཡོང་གི་མེད་ཙང་ཉམས་ལེན་གྱི་ཐོག་ནས་ཡང་དྲི་རྟུག་ཞི་ཚེ་ཆོས་རྫོགས་ས་དེ་ད་ལྟ་དཔེ་ཆ་ང་ཚོར་ཡོད་མ་རེད། ད་བླ་མ་དགེ་བའི་བཤེས་ཁྲི་ཆེན་ཞི་དུལ་ཆེན་དུ་ཡར་ཤོད་དེ་ཨ་ལེ་ཀི་གནས་ཚུལ་ཁ་ཤས་ཁ་ཤས་ཀྱི་ས་ལ་ཡང། གན་ལ་ལ་ཡང་ཁ་ཐུག་ཆེན་ནས་ཡང་བྲིས་ནུས་གུ་ཡང་མ་བྲིས་ཏེ་འོ་ཡང་མ་བཏགས། དེ་ལས་ཆོས་གྲོགས་དེ་ལ་ཕར་ན་ཛ་ཆེ་ཟིན་བྲིས་བྱས་པའི་འདུ་ཤེས་ཀྱི་ཐོག་ནས་ཕར་བྲིས་ཤེས་ན་ཨ་ནི་ག་ཡིན་ནི་ལས་དོན་ཡིན་ཅིག། གན་ལ་ལ་ཕྱོགས་གཅིག་ནས་ཞེ་སྙིང་གིས་སུ་ར་ཕྱོགས་གཅིག་ནས་མཚན་སྙིང་གིས་སུ་ར་ཅིག་བྱས་བྱས་ཡང། སེམས་ནང་གི་གཅིག་གནས་ཚུལ་གང་གི་རྐྱེན་ལ་ལ་ཅིག་ཤོས་མ་ཤེས་ཉིད་ཀྱིས་སུ་ཅིག། ཁྲི་མུ་ཏུམ་ནི་མ་ཐོག་སྙིགས་སུ་ཅིག་ཆགས་ཅི། དང། ཆོས་གྲོགས་གདུལ་བྱའི་ཅི་གྲོགས་པོའི་གདུལ་བྱའི་རིགས་གཅིག་ཐུག་ནས་གཅིག་གནས་ནི་ཆགས་སྡང་ཐོག་ཉིད་ཅིག། དེ་ཡིན་གྱི་མི་འབྱེད་ཅིག་གོ། ཏཱ། ཉེ་གི་གཟིགས་སུ་སོང་ངོ། ཡང་རྩེ་ཕྱི་ལན་ཡོད་དོ་ཨ་ནི་དངོས་གནས་གཅིག་སེམས་གཏན་རེ་བསྐྱངས་ནས་ད་དཔེ་དངོས་གནས་ཀྱི་ཆོས་གྲོགས་ཉམས་ལེན་ག་ལ་ཕར་ཚུར་ཤོད་རེ་ཀྱི་ད་མང་པོ་ཀོ་མ་གཅིག་ཆུང་གཅིག། སྤུས་དག་གཅིག་གཅིག་ཕིག་གི་ངོས་ནས་ཁྱི་རག་བྱེད་ཁྱི་རའི་ངོས་ནས་ཕིག་གི་བྱེད་གཉིས་ཀ་གློག་གི་ལྟར་གྲོགས་ཚངས་པོར་མཚུངས་པར་སྤྱོད་པ། ཚངས་པོ་དེ་མྱང་འདས་ལ་ཤེས་བྱ་ཅན་དེ་མ་གཏོགས་པ་ཐབས་སུ་བྱེད་ཅིག་གི་ཐབས་རེ་ཡང་དངོས་གནས་ཀྱི་གཅིག་ལྟ། མཚུངས་པར་གཅིག་གི་ཐོག་ནས་ལྟ་སྤྱོད་ཐུབ་ཉིད་ཀྱི་དེ་འབྲེལ་གྱི་གྲོགས་པོ་གཅིག་གྲོགས་ཚངས་པོར་མཚུངས་པར་སྤྱོད་པ། ལྟ་སྟེ་ཡིན་གཅིག་མི་གཅིག་ཅེས་བཀོད་དེ་ཡོད་ལྟ། ད་ང་ཚོ་ད་ལྟ་སེམས་ཀྱི་ནང་དུ་ཡང་པེ་ཅིན་གླེན་གཏད་ནི་རྩ་བ་བསློག་གྲལ་པོ་བསློག་དེ་འདྲ་བྱས་ནས་དོགས་གཞུག་བསམ་བློ་བཏང་རྗེས་དྲིལ་བུ་འདྲ་མ་འདྲ་ཡོད་ཀྱང་དུང་གི་ཡོད་ཀྱང་ཡོད་མ་རེད། དོགས་པ་འདྲ་མ་འདྲ་ཀྱང་ཟ་གི་ཡོད་ཀྱང་ཡོད་མ་རེད། ད་འདི་ཟ་སོང་ན་རྒན་ལགས་ལ་ཁ་ཐུག་བཀའ་དྲིན་ཞུ་བ་ཕྱིན་མི་ནས་བཅར་ཐུབ་མ་ཐུབ་ཀྱི་གནས་ཚུལ་ཡོང་གི་རེད། ཡང་དེ་ལས་ཆོས་གྲོགས་ཤེས་བྱའི་དེ་རིག་གི་ཐུགས་ནས་བྱས་སོ་ན་གུ་དུག་པ་དེ་བྱས་འདོད་དོ། ཡང་བསམ་བློ་དང་ཡོད་དུ་གྱུར་ཅིག། དེ་དབྱིན་ཇིའི་མི་འཇིགས་ཀྱི་སྐོར་ལྟ། དབྱིན་ཇིའི་མི་འཇིགས་ཀྱི་སྐོར་དེ་ཡོད་ལྟ། ད་སྔ་མོ་སྐྱེས་བུ་དམ་པ་ག་ང་དེ་རེད་འདུག་བ་དཔེར་ན་རྒྱའི་མི་རུ་རུ་མི་བྱས་འདོད་པོ་བྱས་སོ་ན་ཡང་ཁོ་རང་གི་གཅིག་ད་ལྟ། གཅིག་ཆོས་གྲོགས་དེ་ནས་ཡང་དཔེར་མི་སྲིད་བུ་དང་པོ་དེ་ནས་ཡོང་སྡོད་ཀྱི་འདུག་བ་ད། ད་ནི་མི་ཉག་གི་སྐྱེ་འདོད་ནི་དགོན་པའི་བཟོ་འདྲེ། ད་ཕར་ལྷན་དངུལ་གནས་དཔེ་ཆོས་ལུགས་ཉི་ཚེ་བཞི་ལ་ང་ལ་ཕན་ཞེ་བོ་ཐོག་ཏུ་བརྩོན་ད་རེད།

ཞི་བའི་རྒྱུ་དང་གནས་ཀྱི་དབང་ཆ་ལ་ལྟ་ཚུལ་དང་རམ་ལྟ་ལོག་གི་མ་རབས་གསར་པའི་དཔེ་མི་སྲིད་པ་ལྟ་བུ་ཞིག་ཆགས་འགྲོ་གི་ཡོད། ད་ཞི་བའི་རྒྱུ་གོ་རྒྱུ་ཆེན་པོ་ཞིག་རག་འདུག་གི་ཡོད། འོ་དེ་འདྲའི་ང་ཚོ་ཕ་ཚོ་བརྩོན་འགྲུས་དེ་འོ་དེ་འདྲའི་ཞིག་གོ་ད། བརྩོན་འགྲུས་ཕ་ཆོས་ཀྱི་དམ་བཅའི་ཁྲག་པོ་ཤུགས་ཀྱིས་ཟིན། རྟ་ཟ་སྟོང་ཉིད་ཀྱི་ཚིག་གི་ཟུར་གོ་རྒྱུ་ཁྱོད་ནི་མེད་རྒྱུ་ད་ཨ་ན་གཉིས་ཀ་ལ་ལུང་ལ།

དེ་ཡན་ཆད་མི་གཅིག་གཅིག་གོ་ཐེག་ཡོད་ད་ཡན་ཆད་མི་གཅིག་ཀྱང་ནམ་དགོངས་པ་ཤེས་ད། ད་འདི་གའི་བཅུ་དེ་གཅིག་ང་ཚོ་ཡང་གོ་གཅིག་ཚང་རོགས་བྱེད་བྱེད་ནི་དེ་གཅིག་དཔེ་ཆ་ལྟེ་བའི་ཉི་མ་དང་པོ་དེ་ད་དེ་གའི་དགེ་བའི་ཉི་མ་དང་པོ་དེ་ད། གང་དེ་དགོན་པའི་དཔེ་ཆ་ཡིན་ས་མིང་དེ་འཁྱིལ་བའི་ཉི་མ་དང་པོ་གཉིས་ཀ་ནི་ཅེ་ཆ་ཅན་བཅུ་བོ་དེ་ཚང་ནི་ཅི་བྱེད་བྱེད། དེ་མེ་ཚེ་དགོན་ན་གཅིག་ཁྲེང་ཏེན་ནས་ནི་ཁྱེད་རང་ལ་འགྱུར་འདོག་ཅིག་པུ་རུ་ཅིག་སྐྱུར་གི་རེད་གང་ཞིག་ལ་ཉིན་པར་རེ་ཤི་ནི་ད་པུ་རུ་སྐྱུར་འགོ་ཤེས། ཨ་དེ་ཡན་ཆད་མི་གཅིག་དེ་གོ་གི་འདུག་ད། ལན་ཅིག་མི་ཅིག་ཁ་ཚ་དགུ་ཐུག་ལ་དེ་གུག་འདུག། ད་ད་ལྟ་དུས་རབས་དང་པོ་ལྟ་འདོད་པ་གུ་དུག་ལེ་དུས་དུ་བ་དུ་ད་ལྟ་དེ་འདྲས་ཀྱི་བྲིས་གདུགས་བྱེད་སའི་ཆོས་གྲོགས་ཅང་མི་འདུག་བྲིས་གདུགས་བྱེད་ཡ་ཅང་མེད་པ། དེ་ལས་གཅིག་དེ་རིང་ཁ་ལག་ཁར་དྭངས་སོ་ཟེར་བྲིས་ཀྱི་མི་མ་གཏོགས་གཅིག་གིས་གཞི་བདག་བྲིས་འདུག་བྱེད་ཡ་ཅང་ཡོག་མ་རེད། དེ་རིང་མི་གའི་སེ་ཐོག་ལ་ཁ་ལག་ཁར་ཟེར་ཏོ། དེ་ལས་གཅིག་མ་གཏོགས་བྲིས་ནས་བྲིས་ཡ་ཅང་ཡོག་མ་རེད། ད་ཡ་ཙེ་ཡ་ཙེ་གླེང་འདོད་ད་དེ་དགོས་པ་ཆེན་པོ་ཡོག་རེད་ད། པས་བཀོད་པ་ཆེན་པོ་ལྷག་པར་དུ་ང་ཚོས་རི་ཁྲོད་པ་བྱ་འདོད་ཉིད་དེ་འདྲའི་ཉམས་ལེན་པ་དེ་ལ་དེ་ཡིན་གཅིག་མིན་གཅིག་གི་ཐད་བཀོད་པ་ཆེན་པོ་ཡོང་ཐུབ་ཀྱི་རེད། གལ་སྲིད་དུ་ཤེས་བྱའི་གནས་སྟངས་དེ་དང་ཉམས་ལེན་གྱི་གནས་སྟངས་དེ་གཏིང་ཟབ་པོ་ཞི་བོ་ཞིག་རེད་རྒྱ་ཆེན་པོ་ཞི་བོ་ཞིག་རེད་རྣམ་གྲངས་མང་པོ་ཞི་བོ་ཞིག་རེད། དེ་ཐམས་ཅད་ལ་དགོས་ངེས་ཁྱེད་རས་ཁྱབ་ཐུབ་ཀྱི་མ་རེད་ཁྱེད་རས་བློ་གྲོས་ཀྱིས། ཁྱེད་རས་བློ་གྲོས་ཀྱིས་ཁྱབ་ཐུབ་སའི་ཁུལ་དུ་དེ་སླེབས་ཡོད་འདོད་དོ་ཤེས་བྱའི་སྐྱེ་དངོས་ཀུན་ཁྱབ་ཅན་ཤེས་བྱ་ཁྱེད་རང་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་སྐད་ཅིག་དང་པོ་དེ་ཐོབ་སོང་བ་རེད། ད་ཁྱེད་རང་གིས་མ་ཁྱེར་བ་དེ་ལས་གང་གི་ཆོས་གྲོགས་ཕི་ཁའི་ཅི་ཞེས་མཆོད་བཀུར་མཛད། ཕི་ཁའི་ཡིད་ཡང་ཅི་མ་ཡོད་པའི་དོན་གང་ཁྱེད་རང་ཡོན་ཏན་དུ་ཕན་ཚུན་གཉིས་ཀ་བློ་ལ་ཧ་ལུ་པོ་རུ་གཅིག་གིས་བཏང་ནས་ཚངས་པ་མཚུངས་པར་སྤྱོད་པ། ད་དེ་དཔེ་མི་སྲིད་གལ་ཆེན་པོ་བྱུང། ད་ངས་ད་ལྟའི་གནས་སྐོར་ལ་ཡང་ང་འདི་ཁོ་ཅིག་ཁོ་ཅིག་གོ་ཐེ་གི་ཡོད།

ཧར་མི་སྲིད་པའི་རྟ་ཚིགས་སྟན་ཆེན་པོ་རེད་ད། དེར་སོང་རྟ་གཟུགས་པོ་དག་པ་ཡག་པོ་རྒྱག་དགོས་ཀྱི་རེད། ད་ལྟ་གོ་སྐབས་ཡག་པོ་ཤོ་ཤོ་པའི་ནམ་ཟླ་དཔེ་མི་སྲིད་ཀྱི་ཅིག་རྟ་སྤུས་དག་པོ་ཞིག་ཤར་འདི་ཀྱི་རེད་པ་ད། དེ་ལས་ཅིག་ཁ་ཐུག་དེ་གཟུགས་པོ་དག་པོ་ཡག་པོ་རྒྱབ། ཨ་ནི་དཔེ་ཆ་ཡག་པོ་ཞིག་ཡིན་ཏེ་མེ་ཚེ་དོན་དང་ལྡན་པ། དགོས་ཚེ་ང་ཚོ་ཚེ་དང་ལྡན་པ་ཟེར་བ་དུས་ཐོག་གསོན་པོ་གཅིག་ལ་ཚེ་དང་ལྡན་པ་ཟེར་གྱི་ཡོད་མ་རེད། མེ་ཚེ་དོན་དང་ལྡན་པ་རྒྱལ་ཉིན་གཅིག་ལ་ཡང་ཚེ་དང་ལྡན་པ་ཟེར་གྱི་ཡོད་རེད་ཕྱིར་འོ་ཐུག་སུ་ལབ་རེད་པ་ད། ད་འདི་གས་ཀྱང་ན་མི་སེམས་ལ་མ་བཞག་ཤོག་ཨ། ངས་དེ་རིང་འདོད་མ་ཨ་ལི་བསབ་བྱ་རྣམ་པ་བཅུའི་སུ་ཕྱིར་བ། བསབ་བྱ་རྣམ་པ་བཅུའི་སུ་ཕྱིར་ད་ག་འདང་གཅིག་ཨ་ལི་གྲ་ཆགས་པོ་ད་སྤུས་ད་པོ་ད་གས་བྱུང་མ་སུ་ནས་མ་བཤད་ཤིན་བརྗོད་དེ་ས་མ་རྣམ་དག་གཅིག་གི་དོན་ནས་མ་བཤད་ཤོད་ད། འཇོན་ཐང་ཁྱོད་ནས་ཡང་མ་ནུས་པོ་ཁྱོད་ནས་ཡང་མ་དེ་སེམས་པ་བཟང་པོ་རེད་ཤོད་རེད་འོ་ད་སྐྱེ་ཅི་ད་དེ་སེམས་པ་བཟང་པོ་དེ་དེ་ཚི་ཕལ་མོ་ངས་སེམས་བཟང་འོ་ད་སྐྱེ་ཅི་དེ་དེ་རེད། དེ་སང་ནས་ནམ་རྒྱུན་ང་ཚོ་དུས་རྒྱུན་དུ་དཔེ་ཅི་ད་དེ་བ་གུ་དུ་ལོ་ཐུགས་བསམ་དང་བ་ཅི་ད། ཐུགས་སུ་མ་བསམ་ད། ཡང་དེ་ཅིས་ཉི་མ་གཅིག་གི་མར་ང་ཚོ་ད་དུང་སློབ་གཉེར་སྐྱོབ་ཅིག་ཟེར་ཏེ་ཉི་མ་གཅིག་གི་མར་ཉི་མ་གཉིས་ཀྱི་མར་ད་ཁོ་མེད་ཚེ་སློབ་གཉེར་རྒྱག་དགོས་ཐུག་ཏུ་དེ་ག་ནས་ཤེས་ཀྱི་བྱེད་ཞིག་པ་རི་ཅིག་གོ་ཐེ་གི་རོ་ད། ཨོ་ད་དེ་གས་ཅིག་གོ་གི་འདུག་བ་དེ་གས་ཏོག་ཏོག་ཟེར་ནས་ཅིག་བཟོས་ཅིག་མ་ཅིག་སྤྲོ་ཉེས་ན། ཡིན་ཅིག་མིན་ཅིག་གི་དེ་ཅིག་གོ་ཐེ་གི་འདུག་ད་ཕྱིའི་དགོན་པ་རེད་བླ་མ་དགེ་བའི་བཤེས་གཉེན་རེད། བཟོ་རྒྱུ་འཐུང་རྒྱུ་ལ་སོགས་པ་དེ་གས་ཀྱི་ཆ་རྐྱེན་ད་དེ་ལྟ་སྟབས་ང་ཚོ་ད་ལྟ་སུ་གཅིག་ལ་ད་རྫུ་གུ་ཚུགས་སུ་ཁྱོན་ནས་མི་འདུག་གོ། ཧ་ལམ་དགའ་ལྡན་དགོན་པ་ཡར་ཕྲག་དེ་མེད་ན་འདུག་ཁྱོན་ལ་ཕྲག་དེ་མེད་ད།

མི་གཉིས་པ་སྐད་ཅིག་ཙམ་ཡང་མི་འཆུག་པར་གྱུར་ཅིག་དགེ་བའི་བཤེས་གཉེན་གྱི་བདག་པོ་དང་ཞེས་སོགས་བསྟན་པ་ཐམས་ཅད་མ་ཚང་བ་མེད་པར་སྡོམ་པར་གྱུར་ཅིག་དེ་རྣམས་ཀྱི་དོན་ཇི་ལྟ་བ་བཞིན་དུ་ཁོང་དུ་ཆུད་ནས་གྲུབ་པའི་མཐར་ཕྱིན་པ་བྱེད་ནུས་པར་གྱུར་ཅིག་མི་དགེ་བའི་བཤེས་གཉེན་དང་སྡིག་པའི་གྲོགས་དོར་བ་དུ་སྐད་ཅིག་ཙམ་ཡང་མི་འགྲོ་བར་གྱུར་ཅིག་སྐྱེ་བ་ཐམས་ཅད་དུ་ལས་འབྲས་ལ་ཡིད་ཆེས་པའི་དད་པ་དང་ངེས་འབྱུང་དང་བྱང་ཆུབ་ཀྱི་སེམས་དང་ལྟ་བ་རྣམ་པར་དག་པ་མཐའ་དག་པ་ཁོང་དུ་ཆུད་ནས།